རྟོག་པའི་དྲ་བ་རྣམ་བསལ་ཅིང་ཟབ་ཅིང་གལ་ཆེ་སྐུ་མངའ་བ་ཀུན་ཏུ་བཟང་པོ་འོད་ཟེར་བདག་ཀུན་ནས་འཕྲོ་ལ་ཕྱག་འཚལ་ལོ། འོ་ལ། ད་ཚད་མ་རྣམ་འགྲེལ་གྱིས་དེ་ནས་ཆོས་འཁོར་བྱེད་པ་སྔོན་དུ་བཏང་ནས། ད་ད་ལན་བརྙན་ཐུང་འདིའི་ནང་དུ་དེ་ནས་ངས་ད་ཚད་མ་རྣམ་འགྲེལ་མངོན་སུམ་ལེའུ་གྱི་དེ་ནས་རྩ་བ་ཞིག་དྲངས་རྗེས། ད་དེ་ནས་ད་དེ་ལ་གུས་པ་རང་ཉིད་ཀྱིས་དེ་ནས་རྨོངས་འཆར་ད་སྙེ་མ་ནས་ཡོད་པའི་དོགས་པ་ཞིག་ད་ཨ་ནི་ད། ད་ཕྱིས་སུ་དེ་ན་དོགས་པ་དེ་ད་སེལ་བའོ་དེའི་སྐོར་ལ་ཅིག། ཞུ་འདོད་བྱུང། ད་དེ་ཡང་ཚད་མ་རྣམ་འགྲེལ་ལ་ཚད་མ་རྣམ་འགྲེལ་མངོན་སུམ་ལེའུ་ནང་ལ་ཨ་ནི་རྩ་བ་ག་འགྲེལ་བྱེད་འདུག་ཟེར་ན། དེ་གཉིས་ཀྱིས་སྙོང་ཡིན་ན་ནི། སྟོང་ཉིད་ཅིག་ཅར་མཐོང་བ་མེད་རེད་བ། ད་གཙོ་བོ་དེ་ཚིག་རྐང་གཉིས་པ་དེ་རེད་འདུག། སྟོག་ཉིད་ཅིག་ཅར་མཐོང་བ་མེད། ད་ཕ་ཚིག་ལ་ཁ་བསྡུ་བལྟས་བ་ཡིན་ན། སྟོག་ཉིད་ཟེར་དེ་རྟོགས་པ་ཉིད་ལ་ལ་གི་བར་བ་བློ་རྟོགས་པ་ཉིད། ད། རྟོག་པ་དང་རྟོག་མེད་ཀྱི་ཟླས་ཕྱེ་བའི་བློ་རྟོག་པ་ཟེར་ན་རེད་ད་དོན་འདྲེ་འཛིན་གྱི་རྟོག་པ་གཉིས་གཅིག་ཅར་ཟེར་ཏེ་དུས་མཉམ་དུ་ཟེར་གི་ཡོད་རེད་བ། མཐོང་ཡས་ཡོད་མ་རེད། མཐོང་བ་མེད་ཟེར་ཏེ་ད་སྐྱེ་བ་ཡོད་མ་རེད་ཟེར་གི་ཡོད་རེད་བ་དང་ད་ལྟ། ད། དྲ་དོན་འདྲེ་འཛིན་གྱི་རྟོག་པ་གཉིས་དེ་ནི། དུས་མཉམ་དུ་སྐྱེ་བ་ཡོད་རེད་བས་ཟེར་ན་ཡོད་མ་རེད། ཚིག་ལ་ཁ་ཐུག་སྟེར་བ་ནི་དེ་འདྲས་འགྲོ། ད་གལ་སྲིད་དེ་འདྲས་ཡོད་པ་ཡིན་ན། དེ་འདྲ་ཡིན་པ་ཡིན་ན་དེ་ན་དོགས་པ་ག་རེ་དང་སྔན་མ་དང། སྔན་མ་དང་ཡུན་རིང་པོ་ཞིག་ལ་དེ་ནས་ངས་ཨ་ནི་གུས་པ་རང་ཉིད་ལ་དོགས་པ་ག་རེ་སྐྱེ་བ་རེད་ཟེར་ན། ད་དཔེར་ན། གཙོ་སེམས་དང་ཨ་ནི་སེམས་བྱུང་ཡོད་རོ་སེམས་སེམས་བྱུང། གཙོ་སེམས་དང་སེམས་བྱུང་ཟེར་བ་དེ་མཚུངས་པ་ལྔ་ལྡན་གྱི་སྒོ་ནས་ཨ་ནི། གར་ཟག། མཚུངས་པ་ལྔ་ལྡན་གྱི་སྒོ་ནས་མཚུངས་པ་ཅན་ཕྱག་རྒྱ་བར་བ། མཚུངས་ཏེ་རྣམ་པ་ལྔ་མཚུངས་ཀྱི་སྒོ་ནས། དག་དེ་ཡང་དུས་མཚུངས་པར་ཕྱག་རྒྱ་བར་བ། ད་དཔེར་ན། བཀའ་བཙན་རྟོག་པར་བཏགས་པ་ལ་ཕྱག་བྱ་བ་ཡིན་ན་རེ་བ། བཀའ་བཙན་རྟོག་པར་ཟེར་ན་རེ་ད་བཀའ་བ་རྟོག་པའི་བྱེད་པ་ཚད་མར་ཟེར་ན་རེ། ད་དེ་འདྲ་གི་བཀའ་བཙན་རྟོག་པ་དེ་གཙོ་སེམས་ཕྱག་རྒྱ་ཡོད་པ་ཡིན་དུས། གཙོ་སེམས་གང་དང་གང་ཡིན་ན་ཡང་དེ་དང་མཉམ་དུ་ལ། ཀུན་འགྲོ་ལྔ་སྟེ་ཡོད་པར་བ། ཚོར་འདུ་སེམས་པ་ཡིད་བྱེད་དང་རེག་པ་ལྔ་ནི་ཀུན་འགྲོ་ལྔ་ཟེར་རོ། ཚོར་བ། འདུ་བྱེད། རེག་པ། ཚོར་བ། འདུ་བྱེད། སེམས་པ། ཚོར་འདུ་སེམས་པ། ཚོར་འདུ་སེམས་པ་ཡིད་བྱེད་དང་རེག་པ་ལྔ་ནི་ཀུན་འགྲོ། ཚོར་བ། འདུ་བྱེད་སེམས་པ་ཡིད་བྱེད། རེག་པ། ཟེར་རོ། ད་གཙོ་སེམས་ག་འདྲས་ཅན་ཡིན་ན་ཡང། ཚོར་བ། འདུ་བྱེད་སེམས་པ་ཡིད་བྱེད་རེག་པ་ལྔ་སྟེ་ཡོད་པར་བ། དེ་སོང་ཙང་ཨ་ནི་དེ་ལྔ་པོ་དེ་གའི་མིང་ལ་ཀུན་འགྲོ་ལྔ་ཟེར་ནས་ཀུན་འགྲོ་ཟེར་ཏེ་གཙོ་སེམས་ཀུན་ནམ་གཙོ་སེམས་ཐམས་ཅད་ཀྱི་ཨ་ནི་རྗེས་སུ་འགྲོ་བས་ན་དེ་དང་མཉམ་དུ་འགྲོ་བས་ན་དེ་ནི་ཀུན་འགྲོ་ཟེར་གྱི་བར་རོ། ད་འོ་ན་བཀའ་ཆེན་རྟོགས་པ་བཀའ་ཆེན་རྟོགས་པ་དང་མཉམ་དུ་ལ་སེམས་བྱུང་ཀུན་འགྲོ་ལྔ་ཨ་ནི་ཡོད་དགོས་དུས་ཙང་ནས་ད་སེམས་དང་སེམས་བྱུང་ཟེར་ཏེ་ཨ་ནི་ད་དཔེར་ན་གཙོ་སེམས་དེ་རྟོགས་པ་ཡིན་ན། སེམས་བྱུང་དེའང་རྟོགས་པ་ཡིན་དགོས་ཀྱི་ཡོད་རེད། ད་དེ་ཡིན་དུས་ཙང་ནི་དཀའ་སེམས་རྟོགས་པ། དཀའ་སེམས་རྟོགས་པ་དེ། ཨ་ནི་དཀའ་བ་རྟོགས་པའི་བྱ་བ་སེམས་པ་དེ་དྲ་དོན་འདྲེ་སྲིན་གྱི་རྟོགས་པ་ཡིན་དུས་ཙང་ནི་དེ་དང་མཉམ་དུ་ཡོད་པའི་གི་ཚོར་བ། འདུ་ཤེས་སེམས་པ་ཡིད་བྱེད་རེག་པ། ཨ་ནི་དེའི་སེམས་བྱུང་ལྔ་པོ་ཡང། ཨ་ནི། དྲ་དོན་འདྲེ་སྲིན་གྱི་རྟོགས་པ་ཞིག་ཆགས་ཀྱི་ཡོད་རེད། ད་དེ་ཡིན་དུས་དོགས་པ་སླེབས་ཀྱི་འདུག་བ་མ་རེད། ད་རྩ་བ། མཚན་མ་རྣམ་འགྲེལ་གྱི་རྩ་བ་ལ་བརྟེན་པ་ཡིན་ན། རྟོག་པ་གཉིས། ད་རྟོག་པ་ལྔ་དྲུག་འཕགས་ཤོག་རྟོག་པ་གཉིས་ཡིན་ན་ཡང་དུས་མཉམ་དུ་སྐྱེ་བ་ཡོད་མ་རེད། གསུངས་ཡོད་རེད། ད་ད་ལྟ་ག་རེད། བཀའ་བཙན་རྟོག་པ་ལྟ་བུ། རྟོག་པ་གཅིག་དང་མཉམ་དུ་ལ་ད་དུང་རྟོག་པ་གཞན་ལྔ། དུས་མཚུངས་པའི་སྒོ་ནས་སྐྱེ་གི་ཡོད་རེད། ཟེར་བ་དེ་ཧ་ཅང་དག་སོང། རྟོགས་པ་ལྔས་ཨ་ནི་སྐྱེ་གི་མ་རེད་ཟེར་ས་དེ་ལ་རྟོགས་པ་དྲུག་མཉམ་དུ་སྐྱེས་སོང་བ་མ་རེད། ད་བརྙན་པ་ནས་ང་ཨ་ནི་དོགས་པ་དཔེ་མི་སྲིད་ཡོད་ད་དེ་ལ། ད་དེ་ནས་ཕྱིས་སུ་དེ་ནས་དགེ་བའི་བཤེས་གཉེན་རྣམ་པས་ཀྱི་དེ་ནས་གསུང་ཡོང་དུས་བརྩམས་པ་དེ་ག་རེ་རེད་འདུག་ཟེར་ན། ད་ད་ལྟ་བཀའ་སེང་རྟོགས་པ་ལྟ་བུ་བཀའ་སེང་རྟོགས་པ་དང་དེ་དང་མཚུངས་ལྡན་གྱི་དེ་ནི་ཀུན་འགྲོ་ང་ལྟ་བུ་ཆགས་བཞག་པ་ཡིན་ན། ཡུལ་གཅིག་ལ་དམིགས་པའི་རྟོགས་པ་མ་འདྲ་བ་དྲུག། ཟེར་ན་ཡང་རེད་ཡུལ་གཅིག་ལ་དམིགས་པའི་རྟོགས་པ་དྲུག་མཉམ་དུ་བསྐྱེད་པ་རེད་དོ། ད་འདི་ལ་འགལ་བ་ཡོད་མ་རེད། ཡུལ་གཅིག་ལ་དམིགས་པ་རེད་དོ། ཆ་ཚང་ཀ་བ་ལ་དམིགས་ཀྱི་ཡོད། ད་ཡིན་ན་ཡང་ཡུལ་ཐ་དད་པ་ལ་དམིགས་པའི་དཔེར་ན་ཀ་བ་དང་བུམ་པ་ལྟ་བུ། ཡུལ་ཐ་དད་པ་དཔེར་ན་བཀའ་བཙན་རྟོགས་པ་དང་བུམ་བཙན་རྟོགས་པ་ལྟ་བུ་དུས་མཉམ་དུ་གྱེས་པ་ཡོད་རེད་བས་ཟེར་ན་དེ་འདྲས་ཀྱི་བློ་རྟོགས་པ་གཉིས་ཡུལ་ཐ་དད་ལ་དམིགས་པས་ཡུལ་རྟོགས་པ་འགར་ས་རྟོགས་པ་གཉིས་དུས་མཉམ་དུ་གྱེས་བ་ཡོད་མ་རེད་སོ་དེ་གསུང་གི་ཡོད་རེད་བསམ་གྱི་འདུག་ད་དེ་ལྟར་ཡིན་པ་ཡང་དེ་ནས་རྒྱལ་དབང་ཀརྨ་པ་རྒྱལ་དབང་ཀརྨ་པ་ཆེན་པོ་བདུན་པ་ཆོས་གྲགས་རྒྱ་མཚོ་ཁོང་གིས་ཚད་མ་རྣམ་འགྲེལ་མངོན་སུམ་ལེའུ་ཀྱི་འགྲེལ་པ་མཛད་གནང་ཡོད་རེད་བ། ད་ཚེ་མ་རིག་གཞུང་རྒྱ་སོགས་མངོན་སུམ་ལེའུ་ཟེར་བ། ད་དེའི་ནང་ལ་དྲིལ་བ་ག་རེ་གསུངས་འདུག་ཟེར་ན། དེ་ཉིད་ཀྱིང་ཡོངས་ཡིན་ན་ནི་རྟོག་ངན་ཅིག་ཅར་མཐོང་བ་མེད། ཅེས་སྨོས་ཏེ། གཟུགས་འཛིན་རྟོག་པ་དེ་ཉིད་ཀྱིས་གཟུགས་འཛིན་མྱོང་བ་ཡིན་ན་ནི་དེའང་མི་རིགས་པར་ཐལ། རྒྱུད་གཅིག་ལ་ཡུལ་ཐ་དད་ལ་དམིགས་པའི་རྟོག་པ་རྫས་ཐ་དད་པ་གཉིས་ཅིག་ཅར་སྐྱེ་བར་མཐོང་བ་མེད་པའི་ཕྱིར་རོ། གསལ་པོར་གསུངས་ཏོ། རྒྱུད་གཅིག་ལ་ཡུལ་ཐ་དད་ལ་དམིགས་པའི་རྟོག་པ་རྫས་ཐ་དད་པ་ངེས། སྟོང་ཉིད་ཟེར་བ་དེ་ཡང་རྟོག་པ་རྫས་ཐ་དད་པ་ངེས། རེད་བ། ཨ་ནི་ཅིག་ཅར་སྐྱེ་བ་ཡོད་རེད་བ་ཟེར་ན། ཡོད་མ་རེད། ཨོ། ཨ་ནི། ད་སྟོང་ཉིད་ཅིག་ཅར་མཐོང་བ་མེད་ཟེར་ནས་བ་རྩ་བ་སྡིག་གི་ཁྲོད་ནས་དེ་ནས་དགོས་པ་རང་ཉིད་ཀྱི་དེ་ནས་སྔར་ནས་ཡོད་པའི་ལྡོག་པ་དང་དེ་ནས་ཕྱིས་སུ་ལྡོག་པ་དེ་བསལ་བ། ཨོ། དེའི་སྐོར་ལ་ཞུས་པ་ཡིན། ལགས་སོ། ཐུགས་རྗེ་ཆེ།